བརྟེན་ནས། ངའི་རིག་པ་ལས་བརྩོན་འགྲུས་གལ་ཆེ་བ་ལ་རྒྱབ་སྐྱོར་ཞུ་གི་ཡིན་ཆོས་ཆོས་ཆོས་གནང། ཨ།
རྡོ་རྗེ་དགའ་ཕྱོགས་བྱེའུ་དང་རོ་ན། རིག་པ་རིག་པ་ལས་བརྩོན་འགྲུས་གལ་ཆེ་བ་ཡིན་ན་གོང་ས་མཆོག་དང་དགེ་འདུན་རྣམ་པ་ཚོ་ཤེས་རབ་ཀྱི་བླ་འཇམ་པའི་དབྱངས་ཀྱི་ཟུར་ངོ་ཨོ་མ་ར་པ་ཛ་གངས་ཅི་ནི་དོན་སུན་དབྱངས་ཡོད་རེད། ད་དཔེར་ན་ང་གཅིག་ང་སྒྲོམ་ཞིག་ལ་ན་རི་བོང་དང་རུས་པའི་སྒྲོམ་བུ་ལ་རི་བོང་དེ་ཁོ་ཁོ་རང་རིག་པ་ཡོད་ནས་བསམ་ནས་ཁོ་ལེ་ལོ་བྱ་རེད

ཐོག་མར་ང་ནི་ཐལ་མོ་བྱ་ནས་གོང་ས་མཆོག་སྐུ་ཚེ་རིང་པོ་བཞུགས་བར་སྨོན་ལམ་མང་པོ་ཞུ་རྒྱུ་དང་དེ་རིང་ཚང་མ་ལོ་ཕེབས་པའི་ངེད་སྙིང་ཐག་པ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡིན། ངའི་མིང་ལ་བསྟན་འཛིན་ཚེ་བརྟན་ཞུས་ཡོད། ང Boston རིག་གནས་སྐྱེད་ཚལ་གླིང་བོད་ཀྱི་རིག་གཞུང་སློབ་གྲྭའི་ནས་ཡིན། ང་བོད་ཡིག་རིག་གཞུང་སློབ་གྲྭ་ནང་ལ་འཛིན་གྲྭ་ལྔ་བ་དང་དུས་རྒྱུན་ནས་སློབ་གྲྭ་འཛིན་གྲྭ་བཅུ་བ་སློབ་ཕྲུག་ཅིག་ཡིན། ང་བོད་ཡིག་སྦྱང་རྒྱུ་ལ་ཧ་ཅང་དགའ་བོ་ཡོད། དེ་རིང་བྱང་ཨ་རིའི་སློབ་གྲྭ་བགྲོ་གླེང་འགྲན་བསྡུར་ལ་ང་བརྩོན་འགྲུས་ལས་རིག་པ་གལ་ཆེ་བ་སྐོར་ཞུས་ཡིན། སྔོན་ང་རང་ཚོའི་བོད་པའི་བསམ་ཚུལ་ལ་བུ་ལས་མེད་ན་ཕྱུག་པོ་ཡིན་ཟེར་གྱི་རེད། ཡིན་ན་ཡང་དེང་སང་དུས་ཚོད་ལ་མི་ཕྱུག་པོ་མང་ཆེ་བ་མི་གཞན་གྱི་མི་གཞན་གྱི་དངུལ་དང་བུ་ལེན་བེད་སྤྱོད་བྱས་ནས་དངུལ་མང་བ་བཟོས་ཡོད་རེད། དེ་ཕྱིན་ནས་བུ་ལེན་ཡོད་ན་ཕྱུག་པོ་ཡིན་ཟེར་གྱི་རེད། དེ་འདྲའི་ངང། སློབ་གྲྭ་དང་ལས་ཁུངས་ནང་ཉིན་རེའི་ལས་རིམ་ནང་ཚུལ་འཆལ་དང་རྩིས་འདྲ་མིན་མང་པོ་བེད་སྤྱོད་བྱེད་དགོས་ཡོད་རེད། འདི་ཚོ་ལམ་སང་ལམ་སང་བྱང་ནས་བེད་སྤྱོད་བྱེད་དགོས་ཡོད་རེད། བཙོན་འཇུག་བྱས་ནས་ཉིན་མང་པོ་དེ་ལོངས་མེད་རེད། སྲུང་བཙའ། རིག་པ་མེད་ན་གནས་སྟངས་དཔེ་མི་སྲིད་ཁག་པོ་ཆགས་ཀྱི་རེད། སོ་སོའང་མི་དཀྱུལ་དུ་འདྲ་མཉམ་གཅིག་པ་མེད་པའི་རྨ་ཆགས་ཀྱི་རེད། དགེ་རྒན་དང་སློབ་ཕྲུག་སམ་ལས་རོགས་དཀའ་ངལ་དང་མཐོང་ཆུང་ཆགས་སྲིད་པ་རེད། སློབ་ཕྲུག་ཅིག་རིག་པ་རིག་པ་དང་ཤེས་ནུས་སྐྱོ་བ་ཡིན་ན་བྱང་པ་སྐྱོ་བའི་སློབ་ཕྲུག་ནང་ལ་ཚུད་ཀྱི་རེད། འདི་དབྱིན་ཇི་ནང་ལ Slow Learner ལགས་ཀྱི་རེད། འདི་ཆགས་དུས་སློབ་ཕྲུག་དེ་ཟུར་ལ་བཞག་ཀྱང་སྲིད། དེ་ཡང། སློབ་ཕྲུག་དེ་སེམས་ཤུགས་ཆགས་དང་ནང་མི་མི་དེ་བས་ཆགས་ཀྱི་རེད། དེ་ནས་ལེ་ཡ་ཆིན་ཅི་ཡིན་ན་ཆུ་ཆེ་དང་རྩིས་འདྲ་མིན་ཡག་པོ་བེད་སྤྱད་མ་མ་ཤེས་ན་ལས་རོགས་ཚོ་འདྲ་བོ་གླ་ཕོག་དང་ཐོབ་ཐབས་མེད། ང་རང་ཚོས་ཀྱི་བོད་ཀྱི་རིག་གཞུང་ནང་ལ་རིག་པ་གལ་ཆེན་པོ་བརྩིས་ནས་དམིགས་བསལ་ཞོགས་པ་ལ་ཞེན་དོན་ཨོ་མ་ར་བཱ་ཛ་མང་པོ་དོན་སུས་ཡང་ཡོད་རེད་ང་རང་ཡང་ཨོ་མ་ར་བཱ་ཛ་མང་པོ་དོན་ཡོང་ཐར། མཐར་ངས་བརྩོན་འགྲུས་ལས་རིག་པ་གལ་ཆེ་བ་སྐོར་ཐུང་ཐུང་བྲིས་ཤིང། སྔོན་སངས་རྒྱས་བཅོམ་ལྡན་སྐབས་སུ་གནས་བརྟན་བཅུ་དྲུག་ཁོང་གནས་བརྟན་རླབས་ཆེན་པ་དང་ལམ་ཆུང་པ་སྤུན་གཉིས་ཡོད་རེད་སྤུན་ཆུང་བ་ལམ་ཆུང་པ་རིག་པ་དང་ཤེས་ནུས་སྐྱོ་བའི་ཚིག་གཉིས་སི་དམ་བསླབས་པ་རེད་སི་བསླབས་དུས་དམ་བྱས་དམ་བསླབས་དུས་སི་བྱས། གང་ཡང་ལམ་ཆུང་ལ་བསླབས་མ་ཐུབ། དེ་ནས་སངས་རྒྱས་བཅོམ་ལྡན་འདས་ལམ་ཆུང་ལ་གཞན་དོན་དུལ་སྤོང་ངོ་དྲི་མ་སྤོང་ངོ་བཀའ་གནང་བ་རེད། གང་ཡང་འདི་ལམ་ཆུང་པ་ལ་བློ་ལ་གཟིགས་མ་ཐུབ། མཐར་སངས་རྒྱས་བཅོམ་ལྡན་འདས་ལམ་ཆུང་པ་གྱིས་ལས་ཐིབས་སེལ་ཅན། བཞིན། ལས་སྒྲིབ་སེལ་ཅན་ཁོང་གཙུག་ལག་ཁང་དགེ་འདུན་ཚོགས་ཀྱི་ཞབས་ལམ་ཕྱིའི་བཀོད་པས་མཉམ། དགེ་འདུན་ཚོ་ལམ་ཆུང་པ་ལ་དུལ་སྤོང་ངོ་དྲི་མ་སྤོང་ངོ་ལབ་པ་རེད། དེ་ནས་ཉི་མ་མང་པོ་རྗེས་སུ་ལམ་ཆུང་པ་གི་རིག་པ་སེལ་ནས། ཞེ་འདོད་ཚིག་གཉིས་དུལ་སྤོང་ངོ་དྲི་མ་སྤོང་ངོ་དོན་དག་གོ་ཚུལ་ནས། ནང་ཆོས་ལ་མཁས་བ་ཅག་དང། གནད་དོན་བཅུ་དྲུག་ཁོངས་སུ་ཚུད་པ་རེད། ཐུགས་རྗེ་གནང།
རྒྱུགས་ཆོག་ནས་དྲི་བ་དང་རེ་ན་དྲི་བ། རྩིས་འབྲི་ནི་མ་བྱེད་ན་རང་བགྲོ་གླེང་ག་འདས་སྦྱངས་པ་ཡིན་ནམ།
རིག་པ་མེད་ན་གནས་སྟངས་ཁག་པོ་ཆགས་ཀྱི་རེད། སློབ་ཕྲུག་ཅིག་ཡིན་ན། སློབ་ཆུང་བྱང་དུས་ལས་སླ་བོ་བྱང་དགོས་ཀྱི་རེད། ལས་ཡ་ཆེན་ཅིག་ཡིན་ན། ལག་ཤེས་བྱང་དུས་མགྱོ་བ་བྱང་གི་རེད། བརྩོན་འགྲུས་ཆེ་ནས་འབད་རྩོལ་བྱས་ན། དུས་ཚོད་དཔེ་མི་སྲིད་མང་པོ་ཚོགས་ལ་གཏང་གི་རེད། སོང་ཙ་རིག་པ་མེད་ན་གནས་སྟངས་དཔེ་མི་སྲིད་ཆགས་ཀྱི་རེད། ཐུགས་ཆེ་གནང། ཐུགས་ཆེ་གནང།
ཨོ་ཐུགས་ཆེ་གནང།
རྣམ་པ་གཉིས་མ་ཕེབས་ན་བྲིས། གནང་རོགས་གནང།
རྣམ་པ་ཚོ་བཀྲ་ཤིས་བདེ་ལེགས། དེ་རིང་ངས་རིག་པ་ལས་བརྩེ་འདུན་གལ་ཆེ་བའི་རྗེ་བཙུན་སྐོར་ཞུ་ཡོད། ཐོག་མ་དེར་གོང་ས་མཆོག་ལ་གུས་ཕྱག་སྔོན་དུ་བཏང་པའི་ཐོག་དེར་ཕེབས་པའི་སྐུ་མཚན་རྣམ་འཕེལ་ཚོའི་འགན་ལ་མི་མང་ལྷོག་ཚོགས་ཕོ་མོ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཉིན་ཡིན་མིན་ལ་བརྟེན་ཏེ་འཇམ་དཔལ་ཡིན། ང་ས་གནས་སྦག་སོན་ཡུན་ནན་སྐད་ཚན་ལི་ལྷོ་རྩ་འཛེག་ར་ང་པིའི་ལྷུག་རྩོམ་ཞིག་ཡིན། དེ་རིང་ངས་བརྩོན་ལེན་གྱི་བརྗོད་གཞི་དེ་རིག་པ་ལས་བརྩེ་འདུན་གལ་ཆེ་བ་ཡིན། བརྗོད་གཞི་དུ་ངོ་ཚོས་མདོར་བསྡུས་ཙམ་ཞུས་ན། ང་ཚོས་རྒྱུན་དུ་མི་རྣམས་ལ་རང་གཞན་གྱི་རིག་པ་ཅན་ཞེས་རྟོགས་ར་མཐོང་གི་ཡོད། དེ་ནི་ཡང་རིག་པ་ནི་ནུས་པ་ཙམ་རེད། དེ་ནི་ནུས་ཁོར་ཡང་ན་མོ་ཅག་ཞིག་གི་ནང་དུ་མེད་པ་དང་གཅིག་པ་རེད། གལ་སྲིད་ཁྱེད་རང་ལ་འཛམ་གླིང་ནང་གི་མོ་ཅག་གང་ཆེ་ཤོས་དེ་ཡོད་ཀྱང་ནུས་མེད་ན་ག་པར་ཡང་འཛོམས་མི་ཐུབ། དེ་ག་ནང་བཤད་ཤེས་རབ་ཀྱི་ཆེད་ལ་མགོ་ཚོས་ཐུག་རེད། གལ་སྲིད་ཁྱེད་རང་བཙན་འཛུལ་ཡོད་ན་ལས་སླ་ཆེད་མི་ཐོན་ནི། དེ་རིང་ངའི་རིག་པ་ལས་བཙན་འཛུལ་གལ་ཆེ་བའི་རྒྱུ་མཚན་ད་ལོ་རྒྱུས་མང་པོ་ཡོད་ཀྱང་དོན་ཚན་ཁ་ཤས་ཤིག་ཞུ་གིན་ཡིན། སྔོན་ལུང་པ་ཞིག་ལ་བཙུན་པ་མང་པོ་ཡོད་པ་རེད་བཙུན་པ་གཅིག་ལས་བུ་ཤེས་རབ་དང་བཙུན་པ་གཞན་དེར་བུ་སྐལ་བཟང་ཟེར་བའི་གཙོ་བོ་གཉིས་ཡོད། ཁོ་གཉིས་ལྷོག་ཆ་ཞིག་གི་ནང་ལྷོག་གཞུང་བཤད་ཀྱི་གོ་གོ་བཟང་པོ་ཤེས་རབ་པ་རེད། པོའི་ཤེས་རབ་ནི་རིག་པ་ཡག་པོ་གཟི་བརྗིད་ཆེན་པོ་སྐད་ཆ་བཤད་མཁས་པོ་ཡོད་ཅིང་སློབ་སྦྱོང་ལ་དོ་སྣང་ཆེན་ནུས་མེད་པ་དང་འཆམ་གཞིར་དགའ་བ། རང་སྦྱོང་སོགས་ཡག་པོ་མ་བྱས་པར་སོང་སློབ་སྦྱོང་བཤད་ཀྱི་གོ་སྐོ་བཟང་པོ་དེ་ཤོར་བ་རེད། བུ་སྐལ་བཟང་ནི་འབྱུང་པོ་མེད་པ་མ་ཟད་རིག་པ་གཙང་མས་ཀྱང་བཙན་འཛུལ་ཆེ་བ། དཀའ་ངལ་ག་རེ་འཕྲད་ཀྱང་དཀའ་ལས་འཇོག་ཐུབ་མཁན་ཞིག་ཡིན་པ་རེད། དེ་འདྲ་སོང་ཙང་ལེ་ལོ་དུ་སྣང་ཡིན་རོགས་པོ་གདུལ་བྱ་སོ་སྤང་བསྟན་དང་དགེ་རྒན་ལ་གུས་ཞབས་སློབ་སྦྱོང་ལ་འབད་བརྩོན་གང་ཡང་ཤན་པར་བརྟེན་མཐའ་མར་བསྟན་གུང་ས་མཆོག་གིས་བཀའ་བཙུགས་པ་དང་ཕ་མའི་བཀའ་ཚེ་སྲོག་ཐུ་བ་བྱུང་བ་རེད། དེ་ག་ནང་བཞིན་བཅོམ་ལྡན་འདས་ཀྱིས་ལོ་རྒྱུས་བཀའ་ཆད་མཛད་པ་དང་རྗེ་བཙུན་མི་ལ་བཙུད་པའི་ཕུན་ཚོགས་བཅུད་ལྡན། གོང་ས་མཆོག་དང་དགེ་བཤེས་ཧ་རམ་པ་རྣམས་ལ་ཐུགས་རིག་ཡོད་ཅིང་ཚང་མས་བརྩི་འདུད་ཆེན་པོ་གནང་བ་ལ་དེང་མཁས་པ་ཆགས་པ་ཤ་སྟག་རེད། ད་ངས་རྫུན་གྱིས་བཤད་ཡ་གྱི་ཡོད། སྔོན་མི་ཞིག་གིས་ལས་དོན་གལ་ཆེན་པོ་ཞིག་མ་འཛུགས་པར་འུ་ཐུག་ནས་བསམ་བློ་བཏང་བཞིན་པའི་སྐབས་ཁོ་ཡི་ཉེ་འདར་དེ་བུ་དུམ་ཞིག་དུང་ཐག་འཕར་ཚུར་ཐེངས་མང་པོ་འཐེན་ཏེ་ཁོ་ཡི་དུང་ཚ་བཟོ་བཞིན་པ་མཐོང་དུས་ཨ་ཙི། ང་མི་ཞིག་ཡིན་པའི་ཆ་ནས་དཀའ་ལས་མ་བྱུང་ན་འཛིན་གྱི་མ་རེད་བསམ་ནས་ཁོ་དཀའ་ལས་མུ་ཐུག་ནས་འཇོག་ནས་ལས་ཁོ་ཡི་ལས་དོན་ཁག་པོ་དེ་འཛིན་ཐུབ་པ་རེད། དེ་ག་ནང་བཤད Thomas Edison གྱིས་སྐད་གྲགས་ཆེ་བའི་སྐད་ཆ་ཞིག་བཤད་ཡོད་པ་དེ་ནི། ལས་ཀ་ཡག་པོ་ག་འདྲ་ཞིག་འཛོག་ཐུབ་པ་དེ་ནི་མུ་ཐུག་ནས་འབད་བརྩོན་བྱས་པའི་བརྒྱ་ཆ་དགུ་ཆུ་དགུ་དགུ་ལ་རག་ལས་པ་མ་གཏོགས། རིག་པ་ཡག་པོ་བརྒྱ་ཆ་གཅིག་ལས་རག་ལས་པ་མེད། གལ་ཏེ་ཁོང་འཛམ་བུ་མི་ཞིག་གི་རིག་པ་ལས་བརྩེ་འདུན་གལ་ཆེ་བའི་ཡིད་ཆེས་བྱས་ཡོད་ན། ང་ཚོས་ཀྱང་དེ་ལྟར་བྱས་ཡོད་པ་ཡིན་ཐུགས་རྗེ་ཆེ།
ཨོ། དགག་ཕྱོགས་དྲི་བ་གནང་རོགས་གནང། ད་གཏམ་བཤད་ཡག་པོ་ཞུ་ཕིས་ར།
དེ་ངེད་ཀྱི་དྲི་བ་གལ་སྲིད་རིག་པ་ལས་བརྩི་འདུན་གལ་ཆེ་བ་ཡིན་ན་ང་ཚོའི་འཇམ་དབྱངས་ཀྱི་སྔགས་ག་ཅི་འདོན་དགོས་རེད།
ཏེ། ལན་འདི་ངས་ག་རེ་བརྗོད་དགོས་ན་ལ་ནི་ཏེ་ཏིས་ཚུ་ཐོ་རུ་ག་རེ་ལབ་དགོས་ན་ཏེ་འཇམ་དཔལ་ཡན་ལག་ཁོ། མི་རང་གཞན་མ་ར་ཁོ་བླ་མ་བླ་མ་གྱི་དབང་ཚད་བླ་ཡ་ར་ཁོ། ཁོ། རིག་པ་ཡག་པོ་ཡོད་ར་པ་ང་ཚོ་མི་ཡིན་ནས་རིག་པ་ཡག་པོ་ཡོད་ན་ཀ་ལས་ཕྱི་གང་འཇོག་མ་མཁན་ན like འཇོག་གིན་མ་ཕོད་ན་ཏེ་འདི་གིན་མ་རེད་བསམ་ནས་ཏེ། དེ་གིན་ང་ཚོ་མི་མི་ཡིན་ནས་ང་ཚོ་བཙན་དུས་ཆེན་པོ་གལ་ཆེན་པོ་རེད།

བཀྲ་ཤིས་བདེ་ལེགས། ངའི་མིང་ལ་པད་མར་ཆོས་འཛིན་ཡིན། ང་ས་གནས་མི་ནེ་སོ་ཏ་ནས་ཡིན། ངས་རིག་པ་ལས་བརྩོན་འགྲུས་གལ་ཆེ་བ་ལ་དགག་བྱ་ཞུ་གི་ཡོད། འགྲོ་བ་མི་དང་མདུན་དུ་སུ་ཞིག་ཡིན་རུང་བརྩོན་འགྲུས་ལ་འབུ་རྐྱང་གཏོང་མཁན་དང་ཡང་ན་རྐུ་མ་གཏོང་མཁན་དེ་རིག་པ་རེད། དབུགས་ཐེངས་གཅིག་ལ་འཛམ་གླིང་ཁྱབ་ཐུབ་པའི་གནས་ཚུལ་དང། ཆུ་ཚོད་སྐར་མ་སོགས་ཀྱི་ནང་རྒྱུན་གནས་རྒྱལ་ཁབ་དང། རྒྱལ་ཁབ་བརྒལ་ནས་སླེབས་ཐུབ་པ་དེ་ཚོ་རིག་པ་བསྟན་ནས་བྱུང་ཡོད། འོན་ཀྱང་ང་ཡིས་བཙོན་འགྲུལ་མགོ་དམའ་རེ་ཞུས་ཀྱི་མེད། གལ་ཆེ་ཆུང་གི་སྐོར་ཞུས་ཀྱི་ཡོད། གལ་ཆེ་ཆུང་གི་སྐོར་བཤད་དུས་བཙོན་འགྲུལ་གྱི་བདག་པོ་ངོ་མ་དེ་རིག་པ་རེད། རིག་པ་གལ་ཆེ་བ་སོང་ཙང་བརྩོན་འགྲུས་ལ་ལས་ཀ་བསྟུན་ཐུབ་ཀྱི་རེད། རིག་པ་གལ་ཆེ་བ་སོང་ཙང་བརྩོན་འགྲུས་ལ་སྐུལ་མ་གཏོང་ཐུབ་ཀྱི་རེད། རིག་པ་གལ་ཆེ་བ་སོང་ཙང་བརྩོན་འགྲུས་ལ་དྲན་གསོ་གཏོང་ཐུབ་ཀྱི་རེད། རྒྱུ་ཅན་དེ་ཚོ་ལ་བསམ་བློ་གཏོང་ན་རིག་པ་ལས་བརྩོན་འགྲུས་ལས་རིག་པ་གལ་ཆེ་བ་རེད། དཔེར་ན་ང་ཚོས་མི་ལ་བསམ་བློ་གཏོང་དང། གཟུགས་པོ་བདག་པོ་རྒྱབ་ཀྱིན་དེ་ཡང་རིག་པ་རེད། རིག་པ་ཡིས་བརྩོན་འགྲུས་ལ་སྐུལ་མ་གཏོང་ནས་ལྟོགས་འཕྱུགས་ཀྱི་མ་རེད། རིག་པ་ལས་བརྩོན་འགྲུས་སྐུལ་མ་གཏོང་ནས་འཁྱག་འཕྱུགས་ཀྱི་མ་རེད། ད་དུང་སང་ཉིན་གཟུགས་པོ་ལ་ག་རེ་འགྱོད་པ། རིག་པས་བཀའ་གཏོང་ནས་ད་རིང་ནས་དལ་འགྲིག་བྱས་འཇུག་གི་རེད། གཞན་ཡང་རིག་པའི་བསམ་བློ་གཏོང་ནས་གནས་ལུགས་ངོ་མ་རྟོགས་བཅུག་ཡིན་པ་ཙམ་མ་ཟད། དཀའ་ངལ་འཕྲད་པའི་སྐབས་སུ་ཡང། དཀའ་ངལ་ལ་གདོང་ལེན་བྱས་ནས་ལེགས་པའི་ཐབས་ལམ་བསྐྲུན་མཁན་ངོ་མ་དེ་ཡང་རིག་པ་རེད། ད་དུང་ང་ཚོ་སློབ་མ་གཅིག་ལ་ཆ་བཞག་ནས་ཞུས་ན། རིག་པའི་རྩལ་གྱིས་བློ་སྒོ་བཅད་ནས་འཇམ་པོ་གླིང་གི་ཤེས་བྱ་རྣམ་གྲངས་མང་པོ་སྐད་ཅིག་ཉན་རྟོགས་ཐུབ་པ་མ་ཟད། འཛམ་གླིང་ཕྱི་ལོགས་ན་ཡོད་པའི་དངོས་པོ་མང་པོ་གཅིག་ཀྱང་རིག་པ་ཡིས་དཔོག་ཐུབ། ཤེས་བྱ་རྣམ་གྲངས་དེ་ཚོ་ང་ཡིས་ཤེས་ན་རྫོགས་མི་ཐུབ་ལ་ཁྱོད་ཀྱིས་བརྩིས་ན་བགྲང་མི་ཐུབ། རིག་པའི་རྩལ་ལ་བརྟེན་ནས་དུས་གཅིག་ཏུ། ཁྱོད་ཀྱི་སློབ་སྦྱོང་ལ་སྤྲོ་སྣང་དང་དགའ་ཚོར་གྱི་ཁོར་ཡུག་བསྐྲུན་པ། སློབ་མཁན་གྱི་དགེ་རྒན་ཡང་ཡིད་སྨོན་སྐྱེས་པ་ཕ་མ་དགའ་བའི་མཆོད་པ་ཕུལ་ཐུབ་པ་ཚང་མ་རིག་པ་གལ་ཆེ་བ་སོང་ཙང་རེད། གོང་གི་རྒྱུ་མཚན་དེ་དག་བརྟེན་ནས། རིག་པ་ལས་བརྩོན་འགྲུས་གལ་ཆེ་བའི་བརྗོད་གཞི་ལ་དགག་བྱ་ཞུས་ཀྱི་ཡོད་ཐོས་ཆེ་གནང།

ཧ། ང་སྤྱི་འཐུས་སྒོ་མ་རེ་ཞུས་མེད་ད། རིག་པ་གལ་ཆེ་བས་ཞུས་ཡིན། ཡིན་ཡང་དྲི་བ་ཡག་པོ་ཞུ་དགོས་ཞེས་ར། དགོས་ཞེས་ར། ད་དུང་ང་ཚོ་སློབ་མ་གཅིག་ལ་ཆ་བཞག་ནས་ཞུས་ན། རིག་པའི་རྩལ་གྱིས་བློ་བུར་སྤྱད་ནས་འཛམ་བུ་གླིང་གི་ཤེས་བྱ་རྣམ་གྲངས་མང་པོ་སྐད་ཅིག་ཉན་རྟོགས་ཐུབ་པ་མ་ཟད། དཀའ་ངལ་སྤྱད་པའི་སྐབས་སུ་ཡང་དཀའ་ངལ་ལ་གདོང་ལེན་བྱས་ནས་ལེགས་པའི་ཐབས་ལམ་སྟོན་མཁན་ངོ་མ་དེ་ཡང་རིག་པ་རེད། ཡིན་ཡང། བཙུན་རྒྱུད་མགོ་རེད་ད་ཚོད་པ་ཡིན་ཡང་རིག་པ་དང་པོ་སླེ་བོ་རེད། རིག་པ་ཁ་ཅིག་བཙུན་རྒྱུད་མིན་བཙུན་རྒྱུད་ཁ་ཅིག་དག་པོ་རིག་པ་ར་གཉིས་ག་འདྲེ་ཡིན་གྱི་རེད། རིག་པ་མེད་ན་བཙུན་རྒྱུད་ཡོད་མ་རེད།